བདག་འཛིན་མི་ཧན་གྱི་བུ་ཅང་ཨ་ཉི་མི་ཁན་ག་ཨོ་མ་གང་ཟག་གི་བདག་འཛིན་འདུ་ཚེ་མཐུ་དང། ཨོམ་ཆང་དཔེར་ན་སྐུར་སྟོད་ཡེ་ཁན་ཏེ་ལྷུན་རྩེ་ཡེ་ཁན་དང་ད་ཨོམ་སྐུར་སྟོད་ལྷུན་རྩེ་ཐུར་ཤུ་མ་ངི་ན་ས། མེ། ཆུ། རླུང། རྒྱལ་ཁབ་ཡེ་ཁན་ཏེ་དང་ནི། ཨོམ། བསམ་བློ་ནང་ག་ཧང་མི་རིགས་མི་ཚེ་ཐམས་ཅད། ཨོ་མ་ཨ་ཐེན་ག་རྒྱུད་ག་ནང་ག།

གཉིས་ཧོམ། ཨོ་ཏོ་ཨ་ཏི་ཀཱི། བདག་མེད་རྟོགས་པའི་ཤེས་རབ་ཡེ་གེ་ཧོམ། ཆོས་ཀ་ཐུན་ཀ་དབྱིངས་ཀྱི་ལམ། བདག་མེད་རྟོགས་པའི་ཤེས་རབ་བེ་ཧན་ཀེ་པོ་ཤོ། གཉིས། ཨོ་མ། བསྒོམ། ཉམས་ལེན་ཨ་ལ་གང་ག། མིང་སྔངས་བརྟག་པ་བྱ། གཉིས་ལ། ལྷག་མཐོང་ལྷག་མཐོང་མ་ཧན་ཀེ་པོ། མིང་བརྟག་པ་བྱ། ལྷག་མཐོང་བདག་མེད་རྟོགས་པའི་ཤེས་རབ་ཨ་གཉིས་པོ་ཡེག་ཅཱ་བར་བ་ཀ།

ཞེ་སྡང་ལང་མ་གང་ཞེ་སྡང་འདི་ཁོང་ཁྲོ་ལང་མ་གང་ག་ལ་གཉིས་རོ་རོ་ག་ཐུང་ག་རང་དབང་སྨྲ་བ་བདེན་ན་མེད་ཨོ་ཉི་པོ་སེམས་ཉིད་འདོད་ཆགས་ཕྲག་དོག་མ་འཇལ་ཨོ་ཉི་པོ་ག་ཐུང་ག་རོ་སེམས་ཀྱི་ཧང་མི་འོ་ག་ཚིང་ཁོ་གཉིས་བདེ་ལེགས་ག་མ་གཏོགས།

ཚེ་དཔོན་ལ་འོམ་ཚ་ཆ་བཞི་བསྐལ་པ་སྒྲུབ་པའི་མར་དུ་ན་ནི་ཡོངས་འདུ་མཁན་ནི་རལ་བ་དང་རྡོག་པ་ཉིད་དབུ་སྣོད་རལ་བ་དང་རྡོག་པ་གི་ལག་རྐང་འོམ་ཚང་ཆ་བཞི་མང་པོ་རེ་ནི་ནི་འོ་ཧེ་ཨ་ནི་གང་བྱས་དབུ་སྣོད་ཀ་ཆོས་ཀ་ཆོས་ཀ་ཐུན་ཀ་གང་ཡིག་པའི་ནི་ལ་ཉོན་མོངས་པ་ཡིག་པའི་ཉོན་མོངས་པ་ནི་འོ་སྣོད་དངོས་པོའི་གི་གནས་ཚུལ་འོམ་ཨི་ཉིག་གི་ནི་ལོང་ནི་མང་པོ་མང་པོ་ཡིག་པ་དངོས་པོའི་གི་གནས་ཚུལ་གི་མ་ཐུན་མ་ག་དངོས་པོའི་གི་གནས་ཚུལ་གི་ཕྱིན་ཅི་ལོག་པ་དུར་མི་ནི་ཆོ་ག་ནི་ཁད་པོ་ཀ་ཆོ།

བསྒོམ་རྩ་བ་ངོ་མ་བསྒོམ་པའི་རིམ་པ་གང་གི་ཕྱོགས། གཉིས་གཞི་མེད་དང་སྣང་སྟོང་མཁས་པ་བསྒོམ་པའི་གེགས་ལས་གེགས་བར། གཉིས་རྩིས་ལོངས་ཡེག་པའི་མཁས་པ་ཧང་ཡག་གཉིས་ལ་དབུ་མའི་སྙིང་གི་སྙིང་ངམ། རྨང་པོ་ཡེག་པ་བསྐྱེད་རིམ་དང་རྫོགས་རིམ་གྱི་སྐོར་གྱི་དབུ་མྱུར་པོ་བསྐྱེད་རིམ་གྱི་སྐོར་གྱི་མང་པོ་ཡེག་པ། གཉིས་བསྐྱེད་རིམ་ཡེ་ཤན་མཁས་པོ་དང་རྫོགས་རིམ་ཡེ་ཤན་མཁས་པོ་བུ་དཔེ་ཨ་གཉིས་ལ་བསྐྱེད་རིམ་ཐུར་ག་རང་གཞི་མེད་དང་སྣང་སྟོང་སྙིགས་རྩིས་རང་ཚང་མ་བྱ་བ་ཉོན་སྙིགས་རྩིས།

དེ་ཉིན་པོ་འོག་མ་བསྐྱེད་རིམ་དགོན་པ་གང་གི་ཡི་གེ་ཧྥུང་ལྟ་བུ་དང་ཡང་ན་ནི་པར་རྡོ་རྗེ་སེམས་དཔའ་ག་ཕྱག་གཡས་ག་རྡོ་རྗེ་རྩེ་ལྔ་པ་གསེར་གྱི་རྡོ་རྗེ་རྩེ་ལྔ་པའང་ཧིན་ལྟ་བུ་ལྕགས་ནག་གཉིས་མི་ལ་གང་ག་གཉིས་འོམ་ཨ་ཡིག་བསྒོམ་བསྒོམ་ཕྱིར་ནི། ལས་དང་པོ་པ་བབས་ཀྱི་དེ་ཉིན་པོ་ཧབ་བཏུར་དམུ་ག་ཧབ་བཏུར་གཉིས་བསྒོམ་ཉིན་པོ་སེ་ཀན་ཐུར་དཔང་དང་མ་ཡེངས་པ་དེར་དབུས་འཇམ་མེ་ཉི་འོམ་ལྗང་ག་ག་དང་ག་གཉིས་གསེར་གྱི་རྡོ་རྗེ་ལྕགས་ཨ་གཉིས་མི་བ་ཐུར།

དབུ་མ་གསང་བ་རྙིང་མ་པ་སྐབས་ཐུན་མོང་མ་ཡིན་པའི་སྐབས་དཔེར་ན་ཆོ་ག་རྣམ་པར་ལྷ་གཉིས་རང་ལ་རང་ཉིད་ལྷ་ཨ་ཉིད་ལྷའི་འདི་མང་པོ་ལ་མི་བྱ། ངོ་ཉིད་པུསྐན་བདེན་པ་རང་ཨ་ཉིད་ལ་རང་བདེན་ག་སེམས་ཀྱི་གནས་ལུགས་ཁེ་པོར་ལྷ་གི་ལ་ཉིད་སྤྱི་དང་རང་ག་སེམས་ཀྱི་གནས་ལུགས་ཐུར་ཞིག་མ་འགི་ནའམ་བྱང་ཆོས་ཐམས་ཅད་ཀྱི་གནས་ལུགས་ཟབ་བཞི་སྤྲོས་བྲལ་འོད་གསལ་འདུས་མ་བྱས་པ་དབུ་མ་དབུ་མ་པ་སྐབས་ཀྱི་དབུ་མ། དབུ་མའི་སྒོ་སྙོགས་མཁན་བབས་ཀྱིས་ནི་ཆོས་ཐམས་ཅད་སྟོང་པ་ཉིད་ཀྱི་ལ་ནི་སྟོང་པ་ཉིད་ཀྱི་མིང་ཐུར་བཏགས་བྱས་ཀྱི་ལ་ནི་རྒྱུད་བླ་མ་ཡེ་ཤེས་སྟོད་དང་བྱམས་ཆོས་ལ་སོགས་པ་ཨོ་ཡིག་འདི་བུ་ཨོམ་ཆང་འོ་ཉུག་སྒོམ་མཁན་འོ་ཉུག་ཧན་དང་ཐོས་བསམ་ཨ་ཧན་བབས་ཀྱིས་ཆོས་ཐམས་ཅད་ཀྱི་གཞི་ཧན་བུ་བདེ་བ་ཧན་དང་བདེ་གཤེགས་སྙིང་པོའི་སྒྲོག་གིན་ཡོངས་ལ་ཁྱབ་ཨ་ནི། བདེ་བར་གཤེགས་པའི་སྙིང་པོ་ཨཱ་ནི་འུ་ཉོ་གི་མིང་སོ་སོ་ཚུར་བཏགས་ཅིག་གདོན་ཐ་སོ་གདོན་ཐ་ཐུ་རང་གི་ལག་ཏུ་གདོན་ཐ་ཁེ་པོ་ཧན་པོའི་མིང་མིང་འོ་མ་ཆིང་ས་ཁེ་པོ་དཔེར་ན་བག་ཙག་གིས་རང་སྟེང་གི་ཨ་པ་ག། ཨ་པ་ཨཱ་ནི་མིང་ཡིག་ཆ་མེད། ངའི་ཨོམ་ཆང་ཨ་ཕ་ག་ཨ་ཕ་དེ་ཨུ་བྷེ་མེ་རོ་མེ་མེ། མེ་མེ་གི་ཤོ་རོ་ཀ་ཨའི་བབ་ཀྱི་ཨ་ཕ་ཡིག་ཚ་ག་བག་ཚ་ནི་ཡིག་ཚ་མེ། ནི། ཨ་ཕ་ག་མེ་བག་ཚ་གི་ཨོམ་ཆང་རོ་ཀ་ཧང་ཡིག་ཚ་དེ་མོ་ཐུར་ཡེག་ཅོ་བྷེ་མེ་ཧང་ནི་མ་ནི་བི་དོན་ཚ་ལ་མིང་བཏགས་སར་ཐུར་གི་ནམ་ཨུ་ནི་པུ་ལུས་ཀ་ནི་ཁྱོད་ཀྱི་གནས་ལུགས་རོགས་དན་ག་ཨུ་མ་ག་ནང་ག་གཤེགས་པ་ཤོ་ནི་ཧང་དང། སྟོང་ག་ནི་ཡེག་པ་བུ་སི་ཀན་དང་ནི་ཨོམ་ཆང།

ཉིད་སྙིང་ཐིག་པ་དཔེར་ན་ཡུམ་མཁའ་བདེ་ཆེན་རྒྱལ་མོ་ཕི་ཀ་འདི་ཀི་ཉིད་ལ་ཨུ་ཉུག་ག་མིང་ག་ཡེ་ཤེས་ཚོལ་བྱ་ཨ་ཉི་རྟགས་ཚ་བ་བི་ལ་མ་ཏོ། དོན་མཐའ་རྫོགས་རྡོ། དོན་མཐའ་ངོ་མ་ཨ་ཉི་ལ་ཨུ་ཉུག་པ་སོ་སོ་ཨ་ཉི་འདི་བུ། མན་ཅ། ཨུ་ཉུག་ལྷ་དངོས་མ་ཨུ་ཉུག་གི་ལ། ཨུ་ཉུག་ཨ་དེ་ཀེ། གཉིས་པས་ཨ་ཉི་ལ་ཨོ་མ་ལྷ་བསྒོམ་པ་གང་ག་བུ། གསལ་སྟོང་ཟུང་དུ་འཇུག་པའི་བདག་ཉིད་དུ་བསྒོམ་བྱ་བི་ལ་མ་ཏོ། འདྲེན་པ་རང་དུ་ཨ་ཡོ་ལ་ཉིད་བྱ་ཨ་ཉི་བསྒོམ་བྱ་བསྒོམ་པ་མན་ཅ་ནས།

གཉིས་བསྒོམས་པའི་རོལ་ཁ་མདོག་གི་རྣམ་པ་གསལ་བ་གཉིས་ལ་ཧབ་ཏུར་གྱི་གཉིས་པོ་གཉིས། སེར་པོ་གཉིས་དཔེར་ན། རྡོ་རྗེ་སེམས་དཔའ་ག་བསྒོམས་ཏེ་བསྒོམས་ཏེ་བསྒོམས་པ་གང་གང་ཧབ་ཏུར་གྱི་གཉིས་པོ་གསལ་ཞིང་སེར་པོ་དུ་བསྒོམས་པའི་རོལ་གཉིས་ལ་ལེགས་པོ་གྱིས་ལ། གཉིས་སེར་པོ་བསྒོམས་པའི་གཉིས་ཡེག་པོ་གང་གང་སོང་ངོ་ཚེ་དཔང་གི་ཨོམ་ཆང་བདེ་དྲོད་ལས་རང་ཐང་ཁ་སྟེ་སྐུ་པར་ཏེ། སྐུ་འདྲ་སྟེ་གི་སྒོ་ལ།

ཉིན་ཡེ་ཤེས་འཚོ་བྱེད་དེ་སྒོམ་གཉིས་པོ། མོ་རབ་ཨེ་ཧན་གྱི་བུ་སོ་ནོ་སོ་སོ་སོ་སོ་གམ་མོ་རབ་དུར་ཁྱིམ་མི་བྱ་མེད། དཔེ་ཡ་གཉིས་ལ་ཨ་དེ་ཉིད་གཟའ་ཕ་གཟའ་མིན་དེ་གི་གཟའ་ཕ་རབ་དེ་རོས་གཟའ་མིན་ཚེ་འཕང་གཟའ་གཟའ་ཕ་རབ་དེ་ཐོང་ཨ་འུ་ཉོ་གཟའ་ཕ་རབ་བདག་པོ་ལ་ཨ་ཉིད་གཟའ་མིན་དུར་གྱི་མི་གཉིས་ལ་མིང་གཉིས་པོ།

རྡོ་རྗེ་སེམས་དཔའ་དེ་སྒོ་གཉིས་ལ་གཟའ་བོ་རབ་ཏུ་སྐུ་མདོག་དཀར་པོ་གངས་ཀྱི་རི་བོ་ལ་ཉི་མ་ཤར་བ་ལྟ་བུ་དང་འམ་ཨོ་ཡིན་ལྟ་བུའི་རོ་སྔོན་ཐོག་ནང་གི་ཧང་ཆོ་ཨན་གྱི་ཨོ་ཡིན་ལྟ་བུ་བསྒོམས་ནས། ཡང་ནི་ནི་དཔེར་ན་ཡུམ་ཧན་དང། ཡེ་ཤེས་ཚོགས་མཆོད་ལྟ་བུ་བསྒོམ་གཉིས་པོ་བླ་མའི་སེམས་མིག་གི་གཟི་མིན་མོ་རབ་རང་སྟེང་གི་སེམས་ནང་གི་ཧང་སྟེར་མཆོག་མོ་རབ་ཨན་གྱི་ཧང་གི་མིག་གི་ཨོ་ཡིན་ལྟ་བུ་བསྒོམ་གཉིས་ལ་ལེགས་པོ་གྱིས་ལ། ཧ་ཅང་གི་ཐང་ཁ་དང་སྐུ་འདྲ་བབ་ལ་སྒོམ་གཉིས་ལ་ཐང་ཁ་དང་སྐུ་འདྲ་བབ་ལ་གཉིས། སྐུ་བབ་ནལ་བབ་དགོད་པ་གི་དུ་སྐུ་བབ་གི་གཉིས། གཉིས། མིག་མིང་སྟེ་བཙུན་དཔལ་བུ་མ་བ། གཉིས་དགའ་གང་སྟེ་འཇམ་དཔལ་དབྱངས་སྟེ། ངམ་ཐུར་སྒོ་གཉིས་པོ་དགའ་གང་བ་ཧེ། ཨན་ཆོན་ཆོན་མ་ནུ་ཏཱ་བུ་ནལ་བུ་བེ་ཙུའི་སྒོ་གཉིས་པོ་དགའ་ཏཱ་ཨོ་ཧང་ཏིན། རྩ་ཏི་ལག་པོ་པིར་ཧང་ཏང་ཨོ་ཧེ་ཨ་གཉིས། ཐེག་རེ་བ་ནི་ཐེག་ཐེག་རེ་བ་པུས་ཀན་ནི་དབོན་དུ་འཇམ་པའི་དབྱངས་དཔལ་ནི་མ་དེ་པ་སི་མི་ལི་སི་ལི་ཁི་ལི་མེ་ཨ་སོ་ངོ་ཐ་ག་སོ་ངོ་ཐུར་ཨ་ཡོ་ལེ་ཨུ་ཉི་ཨུ་ཉི་སོ་ངོ་པུ་ཆོ་ངང་ཐུར་ཨོ་ཧེ་མིན་མི་སྭ་གདོང་རྩ་ཐ་ལེ་རྩ་ནི་ན་བ་ཐུར་ཨུ་ཉི་ལ་ཨ་ཡོ་ཀི་ཐོ་པོ་ར་མ་ཐོ་གོ་ཨོ་སོ་ངོ།

ཨ་བརྟེན་གྱི་གཟུགས་ཀྱི་ཐ་མལ་པ་ཨོ་ཧིན་དཱ་བུ་ཏུ་ཀི་ལ་ཨ་ཉིད་མ་ནི་བ། གསལ་བ་དང་སྟོང་པ་ཟུང་དུ་འཇུག་པའི་རང་བཞིན་ཅན། རྡོ་རྗེ་སེམས་དཔའ་ཞལ་མཐུ་རུ་ཆོ་གའང་བུ་ཆོས་ཐམས་ཅད་ཀྱི་གནས་ལུགས། མཐུ་རུ་ཆོ་བ་གི་རྒྱུ་མཚན་གྱིས་རོ་ག་ཞལ་མཐུ་རུ་བྱའང། དགའ་དང་མྱིག་བརྩེགས་ཆོ་གའང་གི་བུ་ཆོས་ཐམས་ཅད་བདེན་པ་གཉིས་ཆོ་བ་པུ་རུ་སུ་ན་ཨོ་ཧིན་དཱ་བུ་ཀི་ལ་ཨཉི། ཨོ་ཧིན་དཱ་བུ་དཱ་སི་དཱ་སི་མི་ལས་རོལ་གཉིས་ལ་ལིག་བུ་ཀི་ལ་ཨུ་ཉུ་ཀི་བུ་ཤོ་ད་བུ་ན་བུ་ཨོ་བ་ཅཱ་ཨ་ཉི་ལ་བསྟོད་པ། ཨ་བརྟེན་ཆོ་ག་བུ་ལ་ཁང་བསྟོད་པའང་འདུག་ན་མེད་མཆོད་པ་དང་བསྟོད་པ་ཨུ་ཡུན་ནང་གི་ཨུ་བྷེ།

རྗེས་ཐོབ་ཀྱི་སྐབས་དཀར་པོ། རྗེས་ཐོབ་ཨ་ཉི་ལ་ཨོམ་མཉམ་བཞག། མཉམ་བཞག་མང་རྒྱུ་བ་མོ་ཐུན་མ་བྷི་ལ་ཀང་ག་ཡིག་བྱང། ཐུན་མ་བྷི་ལ་ཀང་ག་པུ། ཉི་དཔལ་ན་མཚམས་འདི་ཆོ་ལ་ཀང་ག། རང། ལྷ་ཀི་ལ་ཨ་ཉི། ལྷ་ཀ། ཧན་པི་བ་ཐ་ཚ་སི་པེ། ཧན་དང། ལྷ་ཡི་ང་རྒྱལ། ལྷ་བྲན་ལེ་ག་ཁེ་པོ་ལྷ་ཡིད་ཀ་ཨ་ལེ་ཁེ་པོ་ཧ་པི་རུ་ཀི་ཉི་པུ་ཆོ་ཉི་ལ་ཨ་ཉི་ན་མི་སེ་མི་ལེགས་པུ་ཀི་ལ་ཨ་ཉི་ཨི་ཉིང་ཅི་ཡོ་ཐ་བོ་ཏོ་ལོ་ཀ་ཡིག་པ་ཀང་ག་ན་ཡི་ཐ་ཨོམ་བྱང། ཆ་ཆུང་ཕོ་བར་ཧང་མི་རུ་མི་བ་དེ་མོ་ཨེ་ན་བེར་ཙིག་སྐོར་གི་ཆ་སི་མིན་ན་ཕིན་ན་ཧང་ཕ་ཨ་ཉི་མི་བ་གི་ཉི་ཧང་ཡིག་པ་ཡ་ཨ་ཉི་ལ། པེར་ན་ན་ཡིག། མཚམས་དེ་ཁྱོད་ཉི་ཕུར་པ་དེ་མཚམས་ཆོལ་བ་གང་ག། ཉི། རྗེས་ཐོབ་དཔེ་གང། ཏོ་དེ་གཅོད་པ་གང་ག། ཉི། རང་ཧྲ་གི་ལ་ཨ་ཉི་མི་ལི་ཁེ་ལེ་ཨ་ཉི་ཡིག་པ་ཡེག་པེ་མེ། ཉི་ཐག་ཚང་ནང་ག་ཨ་ཡོད་ལ་ཨེ་མ་བེར་ཙིག་གཅོད་པེ་རེན་པ། སོ་ལོ་དེ་གང་ནེ་རེན་པ། ཉིད་ཧང་དེ་ཚ་ཆེ་དེ་མོ་མ་སོང་ངོ་ཉུག་ཀ་ལ་དེ་ཉང་ཧང་དང་ཐབ་ཐུང་གི་ཐ་ལེ་རན་པ་གང་ག་ཉིད་རང་རྡོ་རྗེ་གཞོན་ནུ་གི་ལ་ཨན་མི་ལ་གང་ག་ཡ་ཨོམ་རྡོ་རྗེ་གཞོན་ནུ་ག་དང་ག་ཉིད་རྡོ་རྗེ་རྩེ་དགུ་རྩེ་ལྔ་ཁ་བཀྲམ་མེ་ཕུང་ཉིད་ཆང་ཉིད་ཚིང་གི་ལ་ཕུར་པ་བཙུགས་མ་གི་ལ་ཡ་ཨོམ་ཀ་ལ་དང་ཧང་དང་ཆོ་ང་ཤོག་ག་དང་ཧང་དེ་ཨན་བཙུགས་མེ་ཕ་ཉོ་ཨོ་ཧན་དེ་པུ་རྡོས་བཅས་གི་བསམ་རོ་ཕི་ལེ་མང་ཕ་ཨ་ཉིད་གི་ལ་རྗེས། གཉིས། དབུ་སྙུག་གང་གི་ཡིན་གཅིག་མིན་གཅིག་ཕྱག་ཁུང་བསྒོམ་པའི་མར་གཉིས་པོ། ཕྱག་གཉིས་རྩིག་ངང་ལ་བསྒོམ་ནས་གཉིས། སྲོག་ལོག་པ་གང་ནས་གཉིས། ཨེ་མ་ད་ཙི་ཅོག་གཉིས་ལ། གཉིས་གཅིག་གཉིས་ངེས་པ། ཨེ་མ་ད་ཙི་ཅོག་གཉིས་ཅོག་གཉིས་པོ་སངས་རྒྱས་ཀྱི་གོ་འཕང་ཐོབ་པའི། གཉིས། ལྟ་བ། གཙོ་ཆེ་བ། ཆ་ས་ཨ་ཉིད་ལ་ཨོ་ཧི་འདྲ་བོས་རོལ་པའི་ཨ་ཉིད། ངོ་ཉིད་ཨ་ཏི་ཀའི་གཙོ་བོ་དང།

གཉིས། རྫོགས་རིམ་ཧན་མཁས་པོ་གཉིས་གཙོ་བོ། དཔེར་ན་ཨ་ནུ་ཡོ་ག་དང་དབུ་སྙུད་ཐུང་ག། ཆས། བི་ལ། གཉིས། རྩ། རླུང། ཐིག་ལེ། འོ་ནུ་བ་བསྒོམ་པའི་བྱ། རྫོགས་རིམ། རྫོགས་རིམ་དབུ་སྙུད་མཚན་བྱེད་ཀྱི་རྫོགས་རིམ་ནང་གི། གཉིས། མཚན་བྱེད་ཀྱི་རྫོགས་རིམ་རྩ། རླུང། ཐིག་ལེ། ཧན་པ་བསྒོམ་པ་གང་ག།

བསམ་བློ་འཕེལ་ཉིད་པོ། གསང་སྔགས་རྡོ་རྗེ་ཐེག་པ་ཀ་བདེ་འབྱོར་གྱི་མི་ལུས་རིན་པོ་ཆེ་རྩ་ཆེ་གླུ་དགེ་བ་ཀ་ལོད་ཧང་དང་ལག་གདང་རྒྱུ་མཚན་སོ་སོ་དུར་བྱ། ཧ་གོ་འམ། ཆོས་སྤྱི་དང་ཀ་བདེ་འབྱོར་གྱི་མི་ལུས་རིན་པོ་ཆེ་ཧང་དགེ་བ་རྩ་ཆེ་གླུ་དགེ་བ་དགེ་བ་ཧང་གི་ལ་ཡ་གཉིས་ལ་ཆོས་མཐའ་དག་ཉམས་པས་གསལ་བ། ཉག་ཐ་གཉིས་ཧང་ཡིན་པས་ཀ་སྒྲུབ་པས་ཀ་དུས་ཚོད་འཆོལ་བ། བླ་མ་དང་རྒྱལ་བའི་ཆོ་བ་ཨོ་ཡིག་འདི་བུ་ཆོ་བ་དགའ་ཤོག་གཉིས་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཨ་ནི་ཧོ་མི་རོ། མཚན་ཉིད་མང་པོ་ཅང་མེད། གསང་སྔགས་དགའ་གང་ག་ཨོ་ནུས་པ་ཐམས་ཅད་ཀྱི་དུང་གི་ཧང་ཆ་ཨ་ནི་ལོ་ཨའི། དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཧན་གི་བུ་ཤོག་ཁམས་དྲུག་ལྡན་ནི་ཧན་གི་བུ་ཅང་ཨ་ནི་ཨོ་ནུས་ཨ་དེ་གི་རྩ་ཆེ་ལུགས་ལ་ཨ་ནི་བསྲུང་བྱ།

མ། སྤྱི་དང་ཨ་ཉི་ལ་ཉོན་མོངས་པ་ཨམ་སྐྱི་པོ་གླེགས་བུ་མང་གི་ཨ་ཉི་འདོད་ཆགས་གླེགས་བུ་མང་གི་ཞེ་སྡང་གླེགས་བུ་མང་གི་གཏི་མུག་གླེགས་བུ་མང་གི་ཕྲག་དོག་གླེགས་བུ་མང་གི་ཨ་ཉི་སྡོང་ད་སྤང་མེད་ཀྱི་ཐབས་ཤེས་མང་པོ་སྣང་བྱ། སྔོན་མི་སྣང་གི་བ་པས་ན་སོ་ཐར་གྱི་སྐབས་དུ་ལྟ་བུ་གི་ཉིད་ལ། གཉིས་གསང་སྔགས་རྡོ་རྗེ་ཐེག་པ་ཀ་གང་ཀ་ཤོ། ཁམས་དྲུག་ལྡན་གྱི་གང་ཟག་ཀ་ཤོ་འདོད་ཆགས་འཆོ་བ་ཞེ་སྡང་འཆོ་བ་ང་རྒྱལ་འཆོ་བ་ཕྲག་དོག་འཆོ་དབུགས་མི་འབབ་ཀ་གཉིས།

ནི་ཨོ་ལུ་ཁེ་པོ་གོ་ཐང་གི་བ་ཧང་གི་ལ་ཨན་ནི་ལ་དཔལ་ན་རྒྱུ་མཚན་གྱིས་ཐེག་པའི་སྐབས་སུ་གནང་གི་བ་སྲུང་མ་བྱ་མདོ་སྡེ་དཔལ་ཧམ་དང། དྲི་མེད་གྲགས་པའི་མདོ་གནང་གི་བ་སྲུང་མ་བྱ་མེ་ཏོག་ཁེ་པོ་མེ་ཏོག་དཔལ་ན་ཧམ་ཁེ་པོ། སྐམ་ལ་མི་བཅས་ཨ་ནི་སྐམ་ལ་ཨ་ནི་ལ་ས་ཆ་གཙང་མ། དབྱིངས་མ་ཧན་བཙོག་པ་མ་ས་ར་ཤོ་མེ་ཏོག་དཔལ་ན་མ་བཅས་ལ་ཨ་ནི།

ཨུ་ཡི་ཨ་དེ་ཀི། ཉོན་མོངས་པ་ཨམ་གྱི་པོ། ནི། ཨོམ། ཨུ་ཡི་པ་ཆ་སི་ཆི་ལུ་ཀི་ལ་ནའམ་ཅང། ཉོན་མོངས་པ་ནི་ཡེ་ཤེས་ཀྱི་གདུང་ངོ། ཨ་ནི་ཡིག་ཆ། པེ་ན་ཏེ་འདབ། གདུང་རྒྱུད་གདུང་རྒྱུད་ཨ་ནི་ཏི་ཙི་ལི་ལམ་ནའི་མོ། གདུང་རྒྱུད་གདུང་རྒྱུད་ཨ་ནི། ཧན་ཏེ་ཧུན་ཏེ་ག་གདུང་རྒྱུད་ཨོ་ཨོ་ཨ་ཧན་ཏང། པ་ལ་ག་གདུང་རྒྱུད་པི་ལ་ག་གདུང་རྒྱུད་ཧན་ཏེ་ཧུན་ཏེ། གདུང་རྒྱུད་ཨ་ནི་ཏི་ཙི་ལི་མ་ལ་མོ། ནི།

གཉིས། པས་ཟེར་ཐལ་བ་གྱི་ལའི་དབྱིངས་ནི། མེ། མེ་མུར་ལའི་ལམ་ནི་མེ། མེ་གཅོད་པའི་ལམ་ཡིན་ལ་ཤིང་ཟེར་སྲོལ་མེ། ཤིང། ཤིང་མན་ཇི་ལ་མེ་ཧང་ཏེ་གཅོད་པས། གཉིས། མེ་ལེགས་པོ་འདིར་ནི་ཤིང་མང་པོ་ཆོས་ཤིང་ཧབ་བསྟུར་མང་པོ་ཆོས་ཆོས་གཉིས་པོ་མེ་བུ་ཨོབ་བསྟུར་ཕྱི་ལུས་རི་ལ་མེ། འོ་ཉི་པུ་རུ་སྐན་ཨའི་བབ་ཀ་ཡེ་ཤེས། ཨ་ཧམ་སྐྱེས་པོ།

ལྷའི་ཨ་ལས་མ་སྲིན་ཉིད་ལ་མེ་བདག་གཟིགས་ཀྱིས་མ་དང་མ་བ་དུང་གི་ཤིང་རོང་མང་དུ་འཕེལ་ཉིད་ལ་མེ་ཤིང་འདི་ལྷ་ནག་ཉིད་ལ། ཉིད་ལ་ཉིད་ལ་ཉིད། དེ་མཐའ་མ་བ་ཉིད་ཤིང་དེ་ཤིང་ཤིང་ར་ར་སྒོམ་ཉིད་ཆོ་ལེ་གི་དུ་ཁུར་བུ་ཁུར་བུ་ཨ་ཉིད། འོ་ཧན་མང་གི་བ་ཧང་ཐང་མེ་བདག་སུ་ལེགས་པོ་ཨ་མཆོད་པའི་རེ་ཉིད་ལ་ཉིད་ཤིང་ཧབ་དུ་སྤུངས་ཉིད་ལ་ལེགས་པོ་མེ། ཨོམ་ཨོ་ཉུག་མཁས་པོ་ཤོ། ཨོ་ཉུག་དང་ཉིད་ཧང་ཡེག་པ་ཨ་ཉིད་ལ། རྒྱུ་མཚན་ཉིད་ཀྱི་ཐེག་པའི་གང་ག་ཤོ། ལུས། ངག། ཡིད་གསུམ་ཁེ་པོ་ཤོ་ཀ། ལུས་ངག་ཡིད་གསུམ་ཁེ་པོ་སོ་སོའོ་པུ་རུ་ཀན་ཆ་ས་ཨན་ཅཱ་རྒྱུ་མཚན་གཞི་ཐེག་པའི་སྐབས་སུ། ཝི་ཡ་ཏི་ཀའི་ཆོས་སྒྲུབ་ཨེ་ཁ་ལུང་པུའུ་རྒྱུ་མཚན་གཞི་ཐེག་པའི་ཀང་ཀ། སེམས་བཏུལ་བའི་ཁེ་ལས། སྡིག་པ་ཅི་ཡང་མི་བྱེད་ཅིག་དགེ་བ་ཕུན་སུམ་ཚོགས་པ་དང་རང་གི་སེམས་ནི་ཡོངས་སུ་དུ་བདེ་ནི་སངས་རྒྱས་བསྟན་པ་ཉིད་པུ་ཟིན་སེམས་ཁེ་པོ་ཉིད་བདག་འཛིན་ཨ་ལས་ཀེ་ལས་སེམས་ཁེ་པོ་བློ་སྦྱོང་ཨ་ལས་ཀེ་ལས་སེམས་བཟུང་བརྟུལ་ཞུགས་མ་ཡིན་པའི་བརྟུལ་ཞུགས་གཞན་གྱིས་ཅི་ཞིག་བྱ་ལ་སོགས་པ་ཨོ་ཡན་དུ་བ་དང།

གཉིས་དབུགས་མྱུ་གེ་པོ་དུས་དང་རྣམ་པ་རྒྱུན་དུ་དབུགས་མྱུ་སེམས་ངོ་ཧང་སྤྲོས་པ་ཆོས་གཉིས་པོ་དབུགས་མྱུ་ག་ཐུང་ག། གཉིས་གཙོ་བོ་ཨོམ་ཧང་ཨ་ལི་ཁི་ལེ་ཨ་གཉིས་ལ། འདས་པའི་རྣམ་རྟོག་གི་རྗེས་མ་རྗེས་མ་འོངས་པའི་རྣམ་རྟོག་གི་འདུན་མ་སུ་གཉིས་ད་ལྟ་གི་ཧང་སེམས་ཧང་ཤར་གཉིས་པོ་དབུགས་མྱུ་ཐུང་ག་བཟོ་བཅོས་ཧང་རང་སྨྲ་བ་ཨ་གཉིས་ཐ་ལི་ཁི་ལེ་ཨ་གཉིས། གཉིས་ཨོམ་ཆང་ཚད་ཕམ་གྱི་ཨོ་ཧེ་མི་ལེ་ན། འདས་པའི་རྣམ་རྟོག་གི་རྗེས་མ་བཅུད་མ་འོངས་པའི་རྣམ་རྟོག་གི་འདུན་མ་སུ། ད་ལྟའི་གི་ཤེས་པ་ཨོ་ཐ་ཀེ་པུ་ཀ་གཉིས་བཟོ་བཅོས་མ་འོངས་ཐའི་ཨ་ཉིད་པ་ཡ་ཨོམ་རིན་པོ་ཆེ་གི་ཕྱག་ཆེན་གསུང་ལ་ན་རྫོགས་ཆེན་གསུང་ལ་ན་ཨོ་སྙམ་མི་ལས་མ་འགིགས་ན། འདས་པའི་རྣམ་རྟོག་གི་རྗེས་མ་བཅུད་མ་འོངས་པའི་རྣམ་རྟོག་གི་འདུན་མ་སུ། ཨ་མྱེས་ཡེ་ཤེས་མཁས་པོ་ནང་པ་གསང་ཆེན་པོ་ཐམས་ཅད་ཀྱི་ལས་སྣ། རོ་དེ་ཐའི་ལེན་དང་སི་རི་ལང་ཀ། ཉིད་འབར་མ། རོ་དེ་བ་མཁས་པོ་བི་པ་ས་ན་སྒོམ། བྷི་ཏང་མཁས་པོ་ཨོ་ཡན་རང་གི་ལ། སྒྱིད་པོ་སྒྱིད་དུ་ཉིད་ནང་པ་གསང་ཆེན་པོ་ཀྱི། ཆོས་ཚུལ་སྣང་ཀ་བདེ་བེ་ཀྱི་རྣམ་རྟོག་གི་རྗེས་གཅོད་བེ་ཀྱི་ཆོས་བུ་དང་དུ་རང་མ་འཇག་ན། མ་འོངས་ཀྱི་རྣམ་རྟོག་གི་བདུན་བསུས་བེ་ཀྱི་ཆོས་བུ་དང་དུ་རང་མ་འཇག།

རྒྱུན་བསྐྱངས་ནི་ལ་ཉི་ཧང་དང་ལེགས་པོ་གི་དུ་ཨ་ཉི་གཉིས་ཐུ་རུ་ཨོ་ཉུ་ཧང་ཡིག་པ་ཡ་ཉི་ལ་ཨི་ཉིང་འདྲེན་ཆེན་ཚེ་དབང་པོ་གྱོང་ཧེ་སུག་མ་ཅང་ཨ་ཉི་རྗི་ཨོ་ཉུ་ལུང་འདྲེན་དུར་ཕེའོ་ཆེན་ཚེ་དབང་པོ་གི་ཀམ་བུམ་ཁེ་པོ་ཨོ་མ་ཡིད་དགའ་ཀླུ་མ་ལ་ཧང་དང་པོ་ཏི་ཁེ་པོ་གི་གཉིས་པ་ཆེན་ཚེ་དབང་པོ་ཀྱོང་ཧེ་འདི་པོ་སུང་དུར་རྒྱས་པ་ལ་རྗི་སྐྱིད་དང། ཏཱ་བ་ཕྱག་ཆེན་ཡེ་ཁང་དེ་དང་རྫོགས་ཆེན་ཡེ་ཁང་དེ་དང་དབུ་མ་ཡེ་ཁང་ཨོ་ཉུ་ནང་གི་པོ་ཕྱག་ཆེན་རྫོགས་ཆེན་ཡེ་ཁང་པ་གཉིས་བསྒོམ་བཟླས་པའི་གང་ག། གཉིས། ཨ་ཡིག་བཤད་གྲྭ་ནང་གི་བདེ་ཁམས་འབབ་ཀ། ཨོམ་ཆང། དབུ་མ་གི་ལྟ་བ་ཡེ་ཁམས་དཔེ་དང་ཚད་མ་ཀ་གཉིས་གནས་གནས་ལུགས་དང་གནད་འགག་ཡེ་ཁམས་འབབ་ཆོས། གཉིས། ཧང་ཐེ་ནི་ཨ་ཉི་སེ་ལེ་ཁེ་ལེ་ཨ་ཉི་ལ་འབྲེལ་པར་ཀློག་རྩ་བར་ཀློག། མཁན་པོ་གི་བཀའ་འདྲི་ཞུས་ཉིད། ཉིད་རྩོད་པ་བྷི་ཉིད། གི་ལམ་མང་གི་ལ་རྩོད་པ་བྷི་ཉིད། ཨོ་ཧིན། ཨ་ལེ་ཇཱ་མེ།

གཉིས་དབུ་མའི་ནང་གི་བུ་གཉིས་བླ་མ་གི་བཟོ་བ་ལྟ་བུ་གི་བུ་ཧ་ཅང་གི་གཉིས་རང་སྟེང་གི་ཨ་ལེ་བུ་རོལ་བར་འགྲོ་ཚོང་བུ་མན་ཆད་མ་ཉོ་ཉོ་གཉིས་དུས་ཚོད་བུ་ལ་མི་ས་མི་མ་དེ་ལ་རང་སྟེང་ཡིད་དཀའ་ཨ་ལེ་ཐུར་ཞིག་གི་ལ་གཉིས་བུ་ཉོ་ཨ་ཡེ་ཡ་གཉིས་ཨོམ་བསྐྱེད་རིམ་དང་རྫོགས་རིམ་གཉིས་ཧང་དང་བརྡར་བསྡུས་པ་ཐུར་གཉིས། ཨོ་ཧེ་ཨ་ནི་ནི་ཨོ་ཉུག་གི། འོམ་དབང་མང་པོ་ཞུན་ཆུ་མ་གི་ལ་ཨི་ནི་གི་སྙིང་པོ་ཡེག་པ། དབང་མང་པོ་ཞུན་ཆུ་མ་གི་ལ། ནི། དབང་སོགས་མཁས་པོ་ཆུ་དམ་ཚིག་གི་གཙུག་ན་ཁྱེར་ལས། ནི། ནི་དམ་ཚིག་ཨ་ཧམ་མཁས་པོ། གཙོ་བོ། འོམ།

ཧང་ཕི་ལིག་བྲག་པའི་ཕ་ཨ་ཉི་ན་ཡི་མི་ཁ་འདི་བུ་ལ། རྗེས་ཨ་ཉི་ལ་ལེའུ་བདུན་མ་གནང་སྐབས་ཐམས་ཅད་མ་ཚང་བ་མ་འཆར་ལེའུ་བདུན་མ་དེ་གཉིས་པོ་ལེགས་པོ་དགེ་བ་ལ། ཉིད་སྙིང་ཁྱི་ཉུང་ཁ། དྲི་མེད་ལྕགས་ཀྱུས་དཔེ་ཆ་དེ་བུ་ཉུང་ཁ་དྲི་མེད་ལྕགས་ཀྱུས་དེ་གཉིས་པོ་གནང་མི་ས་མི་མ་འཆར་ཕ་ཨ་ཉི་ཕི་ལིག་རེ་གཉིས་པོ་ལེགས་པོ་དགེ་བ་ལ། ཉིད། དུས་ཚོད་དེ་ཆོ་གཉིས་ལ། ལོ། བཅུ་གཉིས། དགུ། གསུམ།

ངོས་ལེ་བུར་སི་ཀན། ངམ་བསམ་མཚམས་ཆོས་གཉིས་པོའི་སྒྲིག་པའི་ཁུལ་ལ་དཔེར་ན་ནའི་གཞུང་གཡོག་པོ་འབབ་གི་ད། Friday། གཟའ་པ་སངས་ག། མཚམས་མགོ་བཙུགས། གཟའ། དཔལ་འབར་ག། ངམ་ཐུར། སྤྲིན་འབྲིང་ཨ་ནི་ཆོས་གཉིས། གཟའ་ཉི་མ་ག་བེར་ཏེ་སྒྲོལ་ཚ་གཉིས་པོ། མ་འགྲིག་པ་རྩ་ནི་མང་ཆ་ན། མ་འགྲིག་པ་ཨ་ནི་ཡེ་ཁན་ཆོས་གཉིས་ལ་སྦྱང་ཆོས་ས་ཀུན་ཏི་ཇིའི་ལན་ཕི་ལེ་རོ་ཀེ་བ་ག། ཨོ་ནུ་རྩ་ནི་མང་གི་དེམ་ན་རང། ཨོ་ནུ་ཧང་དང་མ་འགྲིག་པ་རྩ་ནི་མང་ཆ། གཉིས། ཧར་ཏོ་ཐུར་ཆོས་ཉིད་པོ་འགྲིག་པོ་འདི་ར། དབང་འདི་པོ་མཚམས་ཏེ་ཆོས་ཉིད་ནི་ཚེ་བཅུད་ཉེར་དགའ་ལ་སོགས་པ་མཆོད་པ་གང་དང། དབང་ཉིད་པ་བི་ལི་ར་ཉིད་ལ་རྣམ་བསམ་མི་ལེགས་པོ་གི་ལ། ནི་འོང་དབང་ཉིད་པ་རྒྱ་ཆེ་པོ་རྣམ་བསམ་མི་མར་ཉིད་པོ་ཅི་ཨི་ཉིད་ཀྱི་ཉིད་ཡེག་པ་དམ་ཚིག་གཙོ། ཁེ་པོ་དག་སྣང་ཨ་ལ་ཁེ་ལས་དག་སྣང། དག་པའི་སྣང་དབང་ཉིད་པོ་ཆོས་དང་བླ་མ་དང་ལྟ་བ་དགའ་དག་སྣང་ཨ་ལ་ཁེ་ལས

གཉིས། ཧང་ཀྲང། རྡ་སི་ཀི་གཉིས་པོ་དང་ཧང་ཨ་གཉིས་ལ། གཉིས་སྤྱི་དང་རྒྱང་རྩ་ཆེ་བ་གིའུ་ཀི་དང་ཧང་ར་མང་གི་སྟེ། གཉིས། རྒྱང་ག། ཐུར་ཀི་ཨ་གཉིས་ལ་གཉིས་རྒྱང་ག། སེམས་ག་གནས་ལུགས་བུ། ཧང་དང་ངོ་བོ་བུ། བདེ་བར་གཤེགས་པའི་སྙིང་པོ་གི་ལ་ཨུ་ནུས་ཐུམ་ག། ཆ་ཐ་གཉིས། གཉིས་ཧང་དང་དང་ཧང་རྒྱང་གཉིས་པོ་བསྒྲིག་ཏུ། གཉིས་རྒྱང་ག། ཐུམ་ག། རྒྱང་ག་བླ་མ། རི་དབང་ཞུ་ས་བླ་མ་པ་པོ་ཧ་ཅང་གི་ནི་བསམ་གྱིས་མི་ཁྱབ་པ་འམ་ཨོ་མ་འམ་མི་ལ་གང་ག་ཧང་དང། བསོད་བདེ་བསོད་ནམས་བདག་སུ་དུ་ལ་འམ་མི་བ་འོ་ཡིན་ད་བུ་གི་བླ་མ་རྩ་ཆེ་དུ་བབས་ཀྱི་སྒོམ་དོན་གི་ཨོ་མ་མེད་བབས་མྱོང་བ་ག་ཆོས་ཐམས་ཅད་རོ་བདེ་བབས་ཀྱི་རྒྱུད་ནི་ནི་ཧང་དང་མྱོང་བ་ག་ཨོ་ཡིན་ད་བུ་དུར་གི་ལ་འོ་ཡ་ད་གི་ཆོས་ད་ཐུང་གི་ཨ་ནི་བསམ་ལ་བི་ཉི་བུ་ནི་དག་སྣང་ཨ་ཉི་ལ་ནི་ན་དོན་བབས་ག་ནི་ཕན།